ག་རེ་ཕན་ཐོགས་རུ་བའི་བསམ་ལས་དབུ་བཏང་དུ་ར་གྲོས་ཚོགས་ནང་ལོག་ལེགས། ལོ་གཞོན་པ་ལས་ཕན་ཐོགས་ཡ་ཅེས་ཡོང་མར་ད་ལྟ་དངོས་གནས་ཅིག་གིས་གང་ལྟར། ཞུ་བོ་ཅིག་གིས་ཁྲིམས་ལ་མཁས་པའི་གང་ལྟར་དེ་འདྲའི་ཅིག་ཡིན་ན་ནི་ཡིན་གྱི་རེད་མ་ལོ་གཞོན་པ། གཅིག་པོ་ཡིན་པ་ཙམ་གྱིས་ཕ་གི་གྲོས་ཚོགས་ནང་ལོག་བླུག་དགོས་ཏེ་ངེད་ཀྱི་ཕལ་ཆེར། འདི་ནོར་འཁྲུལ་ཆེན་པོ་ཞུ་བོ་གཏོང་དུ་ལྷག་པར་དུ་དངོས་གནས་ཁོ་རང། ཁྱེད་རང་ལ་ཡང་སེམས་ཤུགས་ཡོད་པས་ན་དངོས་གནས་ཀྱི་རྩ་དོན་དོན་དག་ལ་ཕྱག་ལས་གནང་གི་ཡོད་པས་ན། གཉིས་ལ་སྤྱི་ཚོགས་ནང་ལོགས་ལས་ཀ་བྱས་ལོ་ཞིབ་ལྔ་བཅུ་ངེ་ལྔ་སོ་བར་དུ་ད་སྔ་སྤྱི་ཚོགས་ནང་ལོགས་ལས་ཀ་གནང་དེ་རོ་རྒྱག་པོའི་གནང་སྤྱུག་པོའི་གནང་སོ་སོ་ཆོལ་ཁ་ཆོས་ལུགས་ཡོད་རེད་དེ་འདྲའི་གི་ཚོགས་པ་གནང་ལོགས་ལས་ཚོགས་མི་གནང་རྒྱུན་ལས་གནང་ཚོགས་གཙོ་གནང་རོ་ཨ་ནི་དེ་མ་ཡིན་པ་ཡིན་ན་ཨ་ནི་གར་ས་འདི་ཡོད་རོ་བ་འདྲ་གཞོན་ནུ་བུད་མེད་དེ་འདྲའི་ཚོགས་པ་མང་པོ་ཡོད་རོ་གཞུང་འབྲེལ་མ་ཡིན་པ་དེ་འདྲའི་ནང་ལོགས་ལས་དང་ལག་གནང་ནས་ལས་ཀ་གནང་རྒྱུ་ཡོད་ན་འདྲ་དང་ལག་མ་གནང་བ་དེ་གར་སའང་དེ་གི་གླིང་འགྲོ་བཞིན་པ་ན་གཞོན་ནུ་བུད་མེད་གི་ཡོད་ཤོག་ག་དུས་གང་ལྟར་ཡོད་མི་ཐོ་འདོན་པ་ཡིན་ན། ཕ་གི་གཅིག་གི་ལས་ཀ་བྱེད་དཀའ་ལས་དཔེ་ཡོད་པ་ཡང་ཁོང་ཚོ་མང་ང་ཡང་བྱེད་ཀྱི་མེད་ང་བྱེད་ཀྱི་མེད་ལ་ཡང་མང་པོ་འདུག་བ་དེ་འདྲས་གནང་མ་གནང་བ་བྱས་དེ་ཚོ་ལས་ཀ་དེ་གནང་ཨ་དཀའ་ལས་དཀའ་ལས་ཨ་ནི་སྤྱི་ཚོགས་ནང་ཁ་མཆུ་གྲོས་ཚོགས་ནང་ལོག་ལ་ལོ་གན་པ་ཆགས་ན་བྱས་ཡོད་རེད་བ། ལོ་གཞོན་པ་གྲོས་ཚོགས་ནང་ལོག་ལ་སླེབས་ནས་ཨ་ནི་གན་པ་གི་བྱེད་མ་ཐུབ་བ་ཅིག་ང་ཚོ་གི་བྱེད་གལ་གོ་འཇོག་མར་ད་ངས་འདི་གཙང་མ་གཙང་རྐྱང་ཞུ་གི་ཡོད་བསམ་གླེང་པོ་བཏང་ན་འདོད་ར། སོ་སོ་འགྲོ་ཆེན་ད།

གྲོས་ཚོགས་ནང་ལོ་ལེགས་ཡག་དེ་ནི་ལག་པ་བརྐྱངས་ནས་བྱས་འདི་ལས་ཀྱི་ལས་ཀ་ཡག་ག་མང་པོ་བྱས་ཡོད་རེད་བ་ད་ང་འདི་ཞུ་དུས་གྲོས་ཚོགས་ལ་མཐོང་ཆུང་གས་བཏང་གི་མེད་ད་གོ་གནས་དུ་ར་ལོ་གཞོན་པ་གཅིག་ལས་ཡག་འདི་ལས་མང་ང་བྱས་ཡོད་རང་ཚོ་ཐ་ན་སྤྱི་ཚོགས་ནང་ལོ་མ་བབ་ནས་གྱ་དཀོན་ཅུག་དཀོན་བྱས་ཡོད་རེད་བ་ཕ་གི་ནང་ལ་ལག་པ་བརྐྱངས་ནས་ལག་པ་བརྐྱངས་ཡས་གཅིག་པོ་རེད་མ་གཏོགས་ཅིག་ཁྱེད་རང་མང་མོས་མ་བཏགས་པའི་ནན་བྱས་ཡོད་མ་རེད་ཕ་གི་ནང་ལ་ཤུགས་བཏོན་ཡས་ནི་ཡོད་མ་རེད་རེད་བ་འདི་བྱས་ནི།

ལས་ཀ་བྱེད་ན་གྲྭ་སར་གོང་འོས་གསལ་བ་རོ། ཡང་ཞུ་གུ་ལི་ཡ་བ་གས་ན་བདག་སྐུ་ངོ་མགོ་ནས་གནང་སོང་བ། དེ་བཞིན་ཞུན་གེ་ཡིན་པས་ན་སྤྱི་ཚོགས་ནང་ལོར་མ་ཕབ་ནས་ལས་ཀ་གནང་སྤྱི་ཚོགས་ནང་ལོར་མ་འཛུལ་ནས་ལས་ཀ་གནང་རོ་ལག་པ་བཀྱག་མཁན་ལས་ཀ་དེ་ཁྱེད་ལོ་ལྔ་བཅུ་ནས་ང་ཆགས་པས་ན་ཡག་ག་ཡོད་རེད་བསམ་གི་འདུག་འདི་ཡང་ནི་འདི་གཅིག་པོ་མ་རེད། ང་འདི་ཞུ་དགོས་རྒྱུ་མཚན་དེ་སོ་སོ་འགྲོ་བྱས་ན་ས་གནས་གྲོས་ཚོགས་ས་གནས་འཐུས་ཚོགས་ནང་ལོར་ལ་སྐབས་གསུམ་དང་ཕྱེད་ཀ་ཅིག་ཐུགས་མི་བྱེད་བའི་ཉམས་མྱོང་གི་ཞུ་གུ་ཡོད་ད་ཕ་གི་རྣ་ལོག་ལ་ཡ། ད་བསམ་སྟངས་འདི་རང་ང་སླབ་གྲྭ་ཐོན་པ་ནས་ཅིན། ལོ་ཕལ་ཆེར་ཕལ་ཆེར་སླབ་གྲྭ་ཐོན་ནས་ལོ་གཅིག་གཉིས་ཀྱི་རེག་ཅིག་བཞག་ན་བཞག་དེའི་ཞུ་གུ་ནས་ཅིན་ང་ས་གནས་ཐུགས་མི་གི་རྣ་ལོག་ལ་ཡོད་ཤོག་རྣ་ལོག་ལ་སླེབས་ནས་གང་ལྟར་ཐུགས་མི་བྱེད་ཡིན་རོགས་ལོ་གཞོན་གཞོན་ག་དུས་སླེབས་ཡིན་ད་ཕ་གི་རྣ་ལོག་ལ་ལོ་གཞོན་གཞོན་ཡིན་པའི་ཙམ་གྱི་ཁྱེད་རང་ཁེ་ཕན་གས་མི་འདུག་ད་ཕ་གི་རྣ་ལོག་ལ་ཁྱེད་རང་གས་དགོས་ཅིག་ལོ་གཞོན་པ་གི་ཁྱེད་རང་ལག་པ་སྐྱ་ངན་རེ་ཤག་མང་མོས་སློང་བའི་རེད་ཤག་ཁྱེད་རང་བསམ་ཚུལ་ག་རེ་ཡོད་པ་ཡིན་ནའི་འདི་ལྷག་ནི་ལོ་གཞོན་པ་ལ་ཤུགས་སྟོན་ས་མི་འདུག་འདི་ངས་ཀྱི་ཉམས་མྱོང་ཞུ་བའི་བྱས་ཙང་ལོ་གཞོན་པ་ཚོ་དངོས་གནས་ཀྱི་སེམས་ཤུགས་ཡོད་པ་ཡིན་ན་ནི་སྤྱི་ཚོགས་ནང་ལོག་ལ་ལས་ཀ་བྱེད་སྤྱི་ཚོགས་ཀྱི་མ་བབ་ནས་ལས་ཀ་བྱེད་རུ་བ་ང་ཚོ་འདི་ཕྱི་མ་ཐུབ་པའི་ན་ཚོང་རྒྱབ་ཚོང་རོགས་པི་ཤ་བསགས་པི་ཤ་པི་ཤ་བསགས་ནི་བུའི་རྩ་དོན་ཕན་པ་བྱེད་དོ་རོགས་ང་ཚོ་ངའི་ངོ་ཤེས་པ་དང། དེ་གླིང་ནང་ལོ་ད་མིང་བཏོན་ན་འགྲིག་གི་མ་རེད་རོགས་དགོངས་འགྲོ་བྱེད་ན་ཁྱིམ་ཚང་ནང་ལོ་ལ་སྤུ་གུ་བདུན་སྐྱེ་གཅིག་ལས་ཡག་ལོ་གཅིག་གི་སློབ་དཔོན་གནང་རྒྱུ་ཡོད་གསུང་གི་འདུག་དེ་འདྲའི་གནང་དང་རོགས་ཨ་ནི་ཁྱེད་རང་ལོ་ལྔ་བཅུ་ངེས་ངར་ཆགས་པས་ན་གཅིག་དུས་ནང་གར་ཡོད་ཤོག་ལུག་ནི་མིའི་ཐབས་སྐྱོ་ཡོད་ན་ནི་རོགས་ལོ་གཞོན་པ་ག་དུས་ཨ་ལྷག་པར་དུ་སྤྱི་ཚོགས་ནང་ལོ་ལོ་གཞོན་པ་ལ་ཡོད་ཤོག་ལུག་དགུག་འདུག་ལོ་གཞོན་པ་གས་སྐུ་ཕན་ཐོག་དབུ་མར་འདུག་ད་ངས་ནོར་འཁྲུལ་ངས་དེ་སྐད་ཆ་ནོར་ཡོད་ན་ཝལ་ཆེན་རྒྱབ་སྟེ་རོགས་ཕན་ཐོགས་ཀྱི་ཡོད་རྒྱུ་མཚན་བཤད་དང་ལོ་གཞོན་པ་བཅས་དང་ལོ་མཁན་པ་བཅས་ག་འདྲས་མང་ཕན་ཐོགས་ཀྱི་རེད་བས་ང་ཚོ་ཡང་ད་ལོ་གཞོན་པ་ཡིན་ནའི་དུས་ཚོད་ཅིག་ལ་གྱེན་འགོག་ཆགས་ཀྱི་རེད་ཡང་ད་སྙེ་མ་གྱེན་འགོག་ལོ་གཞོན་པ་རེད་གཟུགས་ཕུག་གི་ཁ་བ་རུ་མེད་མ་གཏོགས་ཅིག་བསམ་བློ་གཅིག་པ་རུ་བ་ཡ་ད་ང་འགྲོ་ཆེད་ད་ལོ་ལྔ་བཅུ་སེམས་ལྔ་བཅུ་སླེབས་འགྲོ་གི་ཡོད་རེད་ཡང་ད་སེམས་པའི་ནང་ལོགས་ལ་ད་ལོ་གཞོན་པ་རང་ཡིན་བསམ་གྱི་འདུག་ད་ང་ལོ་མཁན་པ་མ་བརྩིས་མི་འདུག་ང་ལོ་གཞོན་པ་རང་བསམ་དགོས་འདུག་བྱས་ཙང་ངས་ག་རེ་ཤུགས་ཡོད་ལབ་ན། ལོ་གཞོན་པ་ལས་ནི་གལ་སྒོ་འབྱེད་མི་འདུག་ད། ལོ་གཞོན་པ་ལས་ནི་སྤྱི་འཐུས་ནང་ལོགས་ལ་ལོ་གཞོན་པ་གི་གལ་འབྱེད་མི་འདུག་ད། ངས་དེང་གི་དཔེ་བཞག་ལ་དྭགས་ཀྱི་ཀོང་བོ་ནང་བཞིན་གཅིག་པུ་མ་ཟད་ང་ཚོའི་སློབ་གྲྭ་ནང་ལ་ལས་དེ་འདི་འང་ཞུ་བཞག་ན་འགྲིག་ས་རང། སློབ་གྲྭའི་ནང་ལོགས་ལས་དེ་འདྲས་ཡོང་གི་འདུག་ཨ་ཡ། མི་ས་ཆ་མི་ཁོ་རང་ས་ཆ་རན་པ་དེ་ལ་མ་བཞག་བ་བཅས་མོ་ཁོ་ལ་བཞག་བས་ན་དཔེ་མཚོན་ཞུ་ན་ད་ལ་དྭགས་ཀྱི་འདི་རུ་ཁོ་རང་རན་པ་དེ་ཕ་གའི་ཆ་ལས་མི་མང་ནང་ལོགས་ལ་ཡ་མི་མང་ལ་བཀའ་བཏང་ནས་མི་མང་ལས་ཀ་ཡག་པོ་དེ་འདྲས་བྱེད་མཁན་གཅིག་ཡ་ཕ་གའི།

མིན། ཁོ། ཡུལ་སྤྱི་མེས་ཀྱིས་སྲིད་སྐྱོང་གི་ཡུལ་དུ་ནང་ལོག་མ་བཤངས་བར་དུ་སྤྱི་ཚོགས་ནང་ལོག་ལ་མ་བབས་ནས་དེང་ངས་གྲོས་སྤྱི་འཐུས་ཞུ་བ་ནང་བཞིན་ལས་ཀ་ཇི་སྙེད་ཅིག་གོ་གི་ཡོད་རེད་བ་ཡ། དེ་མེད་པས་ན་འོ་ལྟ་ཁོ་སྲིད་སྐྱོང་ཁོ་འབྲོག་འབྲོག་ཨ་མི་རི་ཀ་ནང་ལོག་ནས་འབྲོག་འབྲོག་ཆེ་ཤོས་དེ་རེད་ཁོ་སྲིད་སྐྱོང་སྐད་ཞུ་ལ་ཡ་དང་ཁོ་ཨ་མི་རི་ཀ་ནང་ལོག་ནས་བ་སྐལ་མཐོ་ཤོས་དེ་རེད། ཁོ་ང་ཚོ་སྲིད་སྐྱོང་གི་ཡུལ་མི་ཡིན་ད་ལ་ན་དེ་ངས་མ་འོངས་པར་དེ་འདྲའི་གླེགས་རིས་གསུངས་དགོས་དོ་ག་ལ་སྲིད་ཨ་རི་ཁ་ལ་ཡ། མང་པོ་འདུག་བ་དེང་སང་སློབ་སྦྱོང་སྟབས་གོ་སྐབས་ཡག་པོ་རེད་བར་འདུག་བ་དེ་འདྲའི་ར་བ་མང་པོ་འདུག་བ་དེ་ཚོ་ལ་སྲིད་སྐྱོང་ཡོད་མི་ཡིན་ལ་ལངས་པ་ཡིན་ན་དེ་ཟབ་ས་གནང་དགོས་རེད་བསམ་གོ་དང་སྲིད་སྐྱོང་ཡོད་མི་ག་འདྲ་བླུག་རེད་སྤྱི་ཚོགས་ནང་ལོག་ལ་དེ་ནི་ནི་ལས་ཀ་བྱེད་དེ་ངེས་ད་ནི་གྲོགས་གྲོར་དང་ཨམ་ཅི་དང་བ་གིལ་དང་དེ་ཚོ་ཡིན་ན་ནི་ཡག་ཤོས་ར་ད་ཁོང་ནི་བླུག་དེ་བླུག་ཨ་ནི་སྤྱི་ནམ་རྒྱུན་སྤྱི་ཚོགས་ནང་ལོག་ལས་ཀ་ཅེས་མེད་བ་བྱས་ཨ་ནི་ཧོབ་ད་བྱས་ལ་ཁོ་གྲོགས་གྲོར scientist སྐད་སྒྲ་ཆེ་ཤོས་དེ་རེད་སྲིད་སྐྱོང་བླུག་ལ་ན་དེ་མ་འོངས་པ་ལ་ང་ག་ལི་ག་ལི་འདི་གླེགས་རེད་བསམ་གོ་བྱས་ཙང་དེ་འདྲའི་ཡོད་མི་སླེབས་པ་ཡིན་ན་འདི་ཟབ་ས་ན་ང་ཚོ་ལྟ་ངན་སྐད་ཆ་འདི་ཡང་དག་སྒྲོག་སྒྲོག་དེ་འདྲ་ཉན་རྒྱུ་ཡོད་པ་ནི་ལོ་ཆུང་ཆུང་དེ་འདྲ་ནི་སྤྱི་ཚོགས་ནང་ལས་ཀ་གནང་རོགས་མ་འོངས་པར་སྲིད་སྐྱོང་བྱེད་འདོད་ཡོད་པ་ཡིན་ན་ཁྱེད་རང་སྒྲོག་སྒྲོག་རེ་ཡིན་བསམ་པ་ཙམ་གྱིས་མི་མང་གི་བླུག་དམར་དང་རོགས་སྒྲོག་སྒྲོག་ཡིན་པ་ཡིན་ན་སྤྱི་ཚོགས་ལ་ཕན་པ་ལས་བོད་ཀྱི་རྩ་དོན་ལ་ལས་ཀ་གནང་རོགས་ཡ་ཡ་འདི་འགྲོ་ཇེ་མཐུ་ཆེ་ན།